ང་ཚོ་བོད་མི་ཚོ་གི་བོད་ཡིག་དེ་ཀློག་ཤེས་ཀྱི་ཡོད་རེད། མི་སྐྱ་ཚོ་ཀྱ་ཤེས་ཀྱི་ཡོད་རེད། ཨེ་མི་སྐྱ་ཕ་དར་བཞག་དེ་གྲྭ་པ་ཚོ་ཡིན་ནའི། བོད་ལ་ཡིན་ནའི་ཞིང་ལས་ཙམ་བྱེད་ཆོག་གི་མ་རེད། ཞིང་ཁ་ནང་ལ་འགྲོ་དུས་མོན་པ་རྒྱ་ཆོས་ཕ་ཟེར་རེད། ཅིག་ཇི་ཁག་བྱས་ན། ཨ་ལང་ལས་ནའི་སྐྱིད་སྡུག་པི་ཐོང་གིན་འདུག་འདུག་བྱེད་ཀྱི་རེད་བ་ཙམ་དེ་ཁ་ཡོད་མ་རེད། རྒྱ་གར་ལས་ཁ་བྱས་ཙང་ལས་ཁ་ལ་བསྙད་བཏགས་ནས་ད། དགོངས་བརྒྱ་བརྒྱ་ཞི་དྲག་རང་བྱེད་རུ་བྱེད་ཀྱི་ཡོད་མ་རེད། ཡིན། ཡིན་ནི་ཚོགས་དེ་ཚོགས་བཞི་ཡོད་རེད་ག་དུས་ཚོགས་སོགས་འདོད་པ་སྟོན་གི་རེད་འདོད་པ་སྟོན་པ་དེ་བས་གཅིག་ཙོག་ཙོག་ཅན་པའི་གཉིས་སྣང་ནོངས་བྱེད་མ་པས་མ་བསྡད་ནས་ག་ཡིན་ན་ཡིན་བྱས་ནས་སེམས་ལ་བསམ་བློ་དེ་ཁྲིག་ཁྲིག་ཁྲིག་ཁོག་ཡ་སྤུ་གུ་སྤུ་གུ་ཚུ་ལ་ཡིན་ན་གོ་ཡོད་རེད་གོ་རྒྱུ་གྱི་ཡོད་རེད་ཅི་འདོད་ཡ་དེ་བསམ་བློ་ཁོག་སྟངས་དང་བྱས་ན་འདས་པ་གཅིག་གོ་ཡ་འགྲོ་ཡོད་རེད་སྤུ་གུ་དེ་ཚོ་རྩེད་མོ་རེ་བྱས་ཚེ་འཁྲབ་བཅུག་དུས་ཡ་ཕྱི་དྲག་འཁྲབ་རྒྱུ་ཡོད་རེད་ལོ་ཆུང་རྒྱུ་ག་ཡོད་རྒྱུ་མ་རེད། ཡང་སྲིད་འདི་ལ་གྲྭ་པ་སེར་སྙན་བེ་ཚ་བཞིན་བོད་མི་མི་སྐྱ་གཅིག་ཡིན་ནའི་ཆོས་ཀྱི་ཁྱེར་སུ་གཏོང་སུ་ཡོད་རེད། བོད་མི་མི་སྐྱ་ཕོ་མོ་ཁ་ལག་དྲུག་པ་རྒྱ་ལག་མ་རྒྱ་ཡིན་ནའི་མ་ནི་སྟོན་གི་རེད་ག་བར་འགྲོ་དང། ཨ་མཚོ་རྒྱ་གར་ལ་མི་ཡི་བློ་འབར་ལས་རང་དབང་མེད་ས་ལས་སླེ་ནས་ལྟོ་གུག་གི་བེ་ཀ་ལས་ཡོག་རེད་དེ། དགུང་ཟླ་ལས་དུས། གཅིག་བོ་ཅུག་ཞུ་ཞུ་འདྲ་དང་དུ་བ་ཁྲ་ལ་ཆུན་པོ་ལས་ཁ་རྫོགས་ནས་ཡར་རུག་རུག་བྱས། ཞོ་མང་ཐེབས་ཆག་གཅིག་ལས་མེད་ནས་པ་ནི། མི་སུམ་བཞི་ང་དྲུག་ཅུའི་གཅིག་གིས་དབུ་མཛད་རུ་ཇི་ཁག་ཅིག་འགུགས་འབུད་རྒྱབ་ནས་འདོད་པ་བཏོན་སྒྲོལ་མ་བསམ་དགའ་རོགས་གཅིག་རེད་མ་ཉན་པ་ཅིག་འདོད་པ་པའི་འུ་རུ་རུ་བཏོན་ནས་ཁོ་ཚོས་ཞི་དྲག་བྱེད་ཀྱི་ཡོད་རེད། ང་བོད་པའི་སྤུ་གུ་དུ་སུ་ལོ་ཆུང་ཆུང་བཅས་ཁ་ནས་ཡག་པོ་བསྒྲགས་ཤེས་མ་ཤེས་བྱུང་ནས་ཨ་མས་ཇི་ས་ལ་དེ་བྱས་ནས་ཅེས་སྐུ་གསུང་ཐུགས་རྟེན་རེ་ལ་ཕྱག་ཐལ་མོ་རྒྱག་ཡག་འགྲུབ་པོ་ཕྱག་འཚལ་ཁ་བྱེད་ཡག་འགྲུབ་པོ་དེ་ཚོ་ཤེས་ཀྱི་རེད། ད་ཕྱི་རྒྱལ་ལས་ནས་ཁྱེད་རང་ཚོ་ནས་བྱུས་པ་རེད་བ། དགོངས་རྒྱབ་བཞིན་པར་བརྩི། དེ་ལས་ལྷ་རྫས་གསང་སྔགས་ཀྱི་ཆོས་བཅས་མདོ་སྔགས་གཉིས་ཀའི་ཐོག་ནས་དགོངས་རྒྱབ་ཞི་དྲག་བྱས་ཤིང་དབྱེ་བར་བརྩི། ཡིན་ནའི་ལུང་པ་ཁོ་རའི་ལུགས་སྲོལ་རབ་གཅིག་གི་ལས་ཀ་བྱེད་ལུགས་ཆོས་ཕྱོགས་དང་མཐུན་པ་ཞི་དྲག་རང་ཡོད་མ་རེད། བོད་མི་སྐྱོ་པོ་ཡིན་ནའི་ཕ་མ་ལ་གུས་ཞབས་བྱེད་ཀྱི་རེད། ཡང་ནས་ཡང་དུ་བལྟ་གི་རེད། བྱ་སྤྱོད་ཞི་བོ་རེད། ཕྱི་རྒྱལ་ལ་ཡོང་དུས་ཕམ་སྤུ་གུས་ཕ་མ་ལ་ཡི་བལྟ་གི་མི་འདུག་ཕ་མས་སྤུ་གུ་ལ་ཡི་བརྩི་གི་མི་འདུག་བརྩེ་བ་ཆེན་པོ་མི་འདུག།

ཕལ་ཆེར་ཕལ་ཆེར་ཁྲི་ཁྲི་ཁྲི་ཁྲི་ཡིན་མོད་ར་རྒྱ་གར་དུ་ཆོས་དང་ལྷ་གི་ལུགས་མ་རེད་བ་ས་ངན་མ། ཕ་མ་མེན་ཡང་ཕ་ཕ་མེན་ཡང་ཕ་མ་དང་ཅི་དགར་ས། ཕ་ཕ་མེན་ཡང་ཕ་མ་དང། ནད་པ་དང་ནི་ཆོས་མ་དང་ཅི་ཐད་བྱང་ཆུབ་སེམས་དཔའ་ཡོན་ནི་གཞལ་དུ་མེད་པ་ཡིན། ཅིག་སྤྲད་རྒྱུ་འདྲ་ཡོད་ན་ཕ་མ་ལ་ཅིག་ཕུལ་རྒྱུ་བྱུང་ན་སུན་སྣང་ཞེ་དྲག་ཆེན་པོ་ཡིན་གསུང། ཇོ་རྗེ་ལ་པའི་ཕན་ཆོད་ཀ་རེ་སི་ཏི་ཕ་ཤུལ་རིང་གི་འགྲུལ་པ་ཡུན་རིང་གི་ནད་པ་དྲན་ཆེན་གི་ཕ་མ་བྱེད་པ་རེད་བཀའ་དྲིན་ཆེ་བ་ཕ་མ་རེད་ཕ་མ་མེད་ན་རང་གི་ལུས་དེ་ཡོང་ས་ཡོད་མ་རེད་དེ་བཀའ་དྲིན་ཆེ་ཤོས་རེད་དེ་ཡིན་ཙང་ཕ་མ་ལ་ཅིག་གཡོག་རྒྱུག་ནས་སུ་ན་ཆེ་ཤོས་ནད་པ་ཡོན་རིན་པོ་ན་བསྡད་མཁན་དེ་ལ་རོགས་བྱེད་ནས་ཕན་པ་ཆེ་ཤོས་ཐག་རིང་པོ་ནས་ཡོང་མཁན་འགྲུལ་པ་རྒྱུས་མེད་མཁན་དེ་འདྲ་ལ་རོགས་བྱེད་ནས་ཕན་པ་ཆེ་ཤོས་ཅིག་ཡིན་གསུངས་ཡོད་རེད། ད་བོད་ལུང་པའི་ལུགས་སྲོལ་ཁོ་རས་ཅན་གྱི་བན་གྱི་ཆོས་ལ་གོ་བ་ཞེ་དྲག་གི་དེ་མེད་ནས། སྐྱེས་བུ་གཉིས་ཐུང་གི་བཟོ་རུ་བྱས་ནས་ཨ་མ་ཤི་སོང་ན་ཨ་མའི་རྒྱན་ཆ་བཟོ་ཡག་བལྟ་གི་མ་རེད་བུ་མོས་དེ་ཆོས་ཕྱོགས་ལ་གཏོང་དེ་བ་གཡར་བུས་ཡང་ཤི་བོས་མ་བརྗེད་པ་ཨ་མའི་གོས་ལུག་ཚོ་བོ་ཀུན་ཨ་མའི་རྒྱན་ཆ་བལྟ་དེ་ནི་ཞེ་དྲག་གི་ཐབས་སྡུག་རེད་གསར་པ་བཟོ་བར་སོ་སོའི་རྒྱན་ཆ་རེད་གོས་ལོག་གང་ག་གསར་པ་བཟོ་དགོས་ཕ་མའི་རྒྱན་ཆ་དེ་བུ་གུ་ང་སྤུན་གྱི་ལོངས་སྤྱོད་བྱེད་གི་མ་རེད་ཆུ་ཤོལ་དམ་རེད་ལ་ང་ལས་ཀྱི་ཁྱིམ་པ་ཡིན་ནའི་མཆོད་རྟེན་དང་ཚལ་ཁང་ཞིག་ཐུག་སོང་ན་འགྲུབ་བའི་ཞོལ་ལ་ཡིན་ནའི་བསྐོར་ཏེ་གཡས་སྐོར་རྒྱག་གི་རེད་མང་འདི་དན་འགྲོ་གི་རེད་ཡར་དུ་འུ་སུ་ཡོང་གི་རེད་ཨ་ལྷ་ས་མ་ཅིག་ལས་བ་ཡིན་ནའི་བྲེལ་བ་ཡོད་ནའི་ཞོལ་ཞོལ་ལ་ཆུ་མཇལ་འགྲོ་གི་རེད་དེ་པ་ཡ་ལྷ་ཁང་སུ་ནས་འགྲོ་ག་པའི་ཤ་མེད་ནའི་ལྟས་ཅི་ལས་མེད་ནའི་དེ་པ་ལྟས་ལྟས་ཆུ་མི་ཕུ་ཡ་འདྲ་བ་འདི་འདྲ་ཟེར་བྱས་ནས་ཞག་དང་ཞོར་ལ་ཚོགས་གསོག་བྱེད་གི་རེད་དེ་འདྲས་ལས་ཐད་ནས་ང་ཚོ་ལུང་པ་ཤོ། རྒྱ་དམར་གྱི་ལྟ་བ་ངན་པ་དེ་རྩུབ་པའི་སྐོར་གླེང་བོད་ལ་ལུས་བསྡད་པ་དེ་ཚོད་ཀྱིས། ཁ་ཞིག་གི་མཚན་ལ་མ་ཉན་ཚ་ནས་ཏོག་ལ་མ་ནི་འདྲ་སྟོན་གྱི་ཡོད་རེད། ཡང་དེ་བ་ཧ་གོ་འགྲོ་གི་ས་ཁོ་ཚོ་ག་འདྲ་བཞིན་གྱི་ཡོད་ཡིན་ནམ། གྲྭ་པ་གཅིག་ཡར་འཇུས་ནས་ཁོམ་པ་དང་ལ་བཀག་བཞག་པ་རེད། ཁྱོད་དཀོན་མཆོག་བློས་གཏོང་གི་ཡིན་པ་མིན་པ་ཟེར་དཀོན་མཆོག་བློས་གཏོང་ད་ནི་བཟུང་བ་ཁྱོད་དཀོན་མཆོག་དྲན་གི་མེད་ན་གཏོང་གི་ཡིན་ཁྱོད་དཀོན་མཆོག་བློས་མ་གཏོང་ནི་བཟོད་གི་ཡིན་བྱས་པ་རེད། ང་དཀོན་མཆོག་བློས་གཏོང་གི་མེད་བྱས་པ་རེད། སོས་ནས་སོས་ང། ལོ་བརྒྱ་ལྷག་བསྡད་གི་མ་རེད། དཀོན་མཆོག་གོ་བ་མ་གཏོང་བར་དུ་ང་སང་ལོ་གཏོང་དགོས་རེད། ད་འོ་ནི་ཁྱོད་ཨ་ལི་དཀོན་མཆོག་གི་སྐུ་ཐོག་བསྟད་གི་རེད་ལྟོ་ཆའི་ཟག་ཆོག་གི་མ་རེད་ད་ཟེར་བྱས་ནས་ཁང་སྟོང་པོ་ལས་བཅུག་དགུ་བརྒྱ་བརྒྱ་བཀའ་བཞག་རེད། ད་ཁོ་རང་དཀོན་མཆོག་བཀའ་དྲིན་ཡིན་མོད་ན་ཁོ་རས་རླུང་རྟ་ཡིན་མོད་ན་གང་ཞེན། ཁང་སྟོང་དེ་པོ་ལས་ཡང་ངྷན་མ་བཞུགས་པ་བཞག་པས། བཞུགས་པ་ཡོང་ང་བཞུགས་པའི་ལོ་མ། སང་དུ་བརྒྱ་ཡག། དེ་གི་འབྲུ་གུ་ཟག་དེ་ཡོད་འདྲ།

ཉལ་ཏེ། ཁོ་མོས་སྒྱུ་མ་མ་ལོས་ཤ་ཟ། དེ་དག་དཀོན་མཆོག་བློས་གཏོང་གི་མ་རེད་སུ་འདྲ་ཅིག་ནས་སྐད་ཆ་མང་པོ་བཤད་རྒྱུ་ཡོད་རེད་དེ་དག་ང་ཚོ་མགོ་རུལ་རེད་མ་གཞི་དེ་འདྲའི་བྱིས་བ་རེད་མཚོན་དོན་བྱས་ན་དེ་འདྲས་རེད་བྱས་ཙང་ང་རང་ཚོ་ཆོས་བྱེད་མཁན་ཚོའི་ཧ་རུ་ཧུ་རུ་དབྱངས་འཇུག་བྱེད་ཅིག་ཅིག་ཡིད་བཟང་ཅིག་བྱེད་ཅིག་བསམ་བློ་ཡག་པོ་མེད་པ་བྱེད་ཅིག་བྱེད་ཁ་ད་རིང་གཅིག་བྱས་ན་སང་ཉིན་ལམ་སང་གཅིག་དགོ་མཁན་འདྲ་བོ། ཞྭ་པོ་ཁ་ཤས་གསུང་ན་མ་འདྲ་ཚེ་གཅིག་བཏགས་རོགས་ཀྱི་ཨ་འདུག་བཏགས་དགོ་མཁན་འདྲ་བོ། ཆོས་བྱས་པའི་འདོད་པ་ན་ཁ་ལ་ཕིར་དགོ་མཁན་འདྲ་བོ་གཅིག་ཞལ་གཟིགས་དགོ་མཁན་འདྲ་བོ་རྨི་ལམ་གཏོང་དགོ་མཁན་འདྲ་བོ་འདོད་པ་དེ་བྱེད་རྒྱུ་ཡོད་མ་དེ་བྱེད་མཁན་དེ་ཆོས་དེ་གཡོ་བྲོ་བྱེད་ཀྱི་ཡོད་རེད་ཚ་གཅིག་བྱས་གཉིས་བྱས་མ་བྱུང་ན་གཡུག་ཤོར་འགྲོ་ཡོད་རེད། ང་ཚོས་ཆོས་ད་རིང་བྱས་པ་སང་ཉིན་བྱས་གནངས་ཉིན་བྱས་ཡག་རུ་ཡག་རུ་གཏོང། སྨྲ་ཤེས་པ་དང་བྱེད། ཚེ་ཕྱི་མ་ལས་ཆོས་དེ་དང་མི་འབྲལ་བའི་སྨོན་ལམ་རྒྱབ། མ་གཏོགས་ཆོས་བྱས་ཚར་རེ་ད་ག་ལམ་སང་ཅིག་ཚར་བསྡད་ནས་ལས་ཀ་ཡང་མ་འགྲུབ་བོ། ཨ་ཆོས་བྱས་མི་གོ་ས་ལས་ཡག་ཙང་ནི་ཡོད་མ་རེད་དེ་འདྲ་བྱེད་རྒྱུ་ཡོད་མ་རེད་བསམ་བློ་གཏོང་རྒྱུ་ཡོད་མ་རེད། དེ་ནས་ཁ་ལག་ཟ་མ་གོ་ལ་བསམ་བློ་གཏོང། ད་རིང་ཁ་ལག་ཟ། ད་ད་རིང་སྐྱ་རྫས་ཟ་ད་སང་མི་གོ་ཤོག་ཨོ་སྐྱ་སང་ཉིན་གནང་ཉིན་ཟ་མི་གོ་ལས་ཨ་རེ་ལྟ་གོ་རེད་རེད་གི་མི་འདུག་ཨོ་ད་རིང་ཟ་ནི་སང་ཉིན་ཨེ་ཟ་གནང་ཉིན་ཟ་མ་ཤོག་ཟ་གོ་རེད་དེ་ག་ནང་བཞིན་རེད་ཆོས་ཟེར་མཁན་དེ། ག་དུས་ནི་བྱེད་དགོས་རེད་གཅིག་བྱས་ཚར་དུས་ཁོ་བྱེད་མི་དགོས་ན་ཡག་དུས་ཡོད་མ་སངས་རྒྱས་ནི་མ་གཏོགས་ཆོས་བྱེད་དགོས་རེད། བླ་མ་ཞང་གིས་དེ་མ་ཐག་ཏུ་གྲོས་སྟངས་འདི་ཤུ་ལ་ཁད་ཅིང་སྔ་ལྟས་ཡིན་རྙོང་སེང་དགོས་ན་སྤྱི་གཙུག་ཆེ་རྙོང་སེང་འདོད་ཐག་མ་ཉེ་མཛོད་ལག་རུ་ཕྱི་དོར་མ་རྔམ་མཛོད་ད་དྲུག་ཆེན་གི་གསུང་དེ་འདྲས་རེད་དེ་བོད་སྐད་མ་གོ་ཙག་འདི་བཤད་པ་རྒྱ་རྒྱུ་གཡུག་ཤ་གས་མི་འདུག་ང་ཚོ་ཆོས་བྱེད་ཡ་དེ་ལ་ན་ག་ལ་ཕེར་ཐུབ་པའི་རེ་བ་མ་རེད། ན་ག་ལ་ཕེར་རྒྱུ་གང་ག་ཕེར་འགྲོ་བྱ་བྱེད་པོ་ཡོད་ཚད་ཕེར་བསྡད་པ་རེད། ཆོས་རྣམས་རྫུན་ཉག་དང་པོ་ཕལ་ཆེར་ཆོས་རྣམས་རྫུན་བསྡད་པ་རེད། གས་དགེ་མཚན་ཡོད་མ་རེད་དེ། ང་ཚོ་ཐོག་མ་མེད་པ་ནས་མི་དགེ་བ་ཚབ་པོ་ཆེ་ཞེ་དྲག་སོགས་ནི་ཡོག་ཡིན་ཙང་ཤེས་དུས་འགྲོ་ས་ཉེ་བ་མ་གཏོགས་མེད་པའི་བཟོ་རུ་ཆགས་ཡོག་རེད། དེ་འདྲའི་ལ་དེ་ནི་སྤྱིར་ཆོས་ལྷག་པ་དང་གསང་སྔགས་ཀྱི་ཉམས་ལེན་བྱས་ན་འདི་པ་ལྟ་བ་ལས་གཞན་དང་མི་འདྲ་བ། ཡོང་གི་ཡོད་རེད། གཟི་བྱིན་ཚང་མས་ལག་བསུ་བ་འདི་པ་ཆེན་པོ་བྱས་པ་ཡང་རྡོ་རྗེ་ཐེག་པ་རྒྱ་མཚོ་ཆེ་ཐེག་པ་མཆོག་ནས་འདི་ལ་འགྲོ་གསུངས་ཡོད་རེད། དེ་ག་ནང་བཞིན་མ་དང་བུ་མོ་སྲིང་མོ་ལ་འདོད་པ་འོད་ནི་གཉིས་བྱས་པ་འདི་དག་འགྲོ་བའི་སྣོད་དུ་གྱུར་གསུངས་ཡ་འདྲ་བོ་འདི་པ་ཆེ་རིང་ཆེ་ཚོས་གསང་སྔགས་བྱེད་ཀྱི་ཡིན་ན་འགྲོ་ཡོང་གསུངས་ཡོད་རེད། དེ་འདྲས་སུ་ས་ང་ཚོས་འདི་པ་དག་སྐྱེ་བ་ཕྱི་མ་དམྱལ་བ་དུ་འགྲོ་མི་དགོ་བ་ཅིག། ཁྲེལ་ཁྲེལ། ཁྲེལ་སེལ། ཕུགས་ལ་ནི་སངས་རྒྱས་ཀྱི་སྐུ་ཕུང་དང་སེམས་ཅན་ཐམས་ཅད་ཀྱི་དོན་སྒྲུབ་ཐུབ་པར་བུ་ཆིག་གི་བསམ་བློ་གཏོང་ནས་ཆོས་བྱེད་ཀྱི་ཡོད་ར་དང་དེ་ཡིན་ཙང་འདོད་ཐག་ཉེ་པོ་བཅད། དགའ་ཆོག་ཆོག་སྡུག་ཆུག་ཆུག་རྩ་ནས་མ་བྱས་པར་བྱས། ཆོས་ཀྱི་ཚིག་གི་མ་ཆོས་ཟས་གང་ལ་ཡིན་ནས་དགའ་ཆོག་ཆོག་སྡུག་ཆུག་ཆུག་བྱེད་ཀྱི་ཡོད་མ་རེད། དགའ་སྡུག་དགའ་ཚོད་མ་བྱས་པར་ག་རེ་འདྲ་བོ་ཅིག་བྱེད་དགོས་ན་བསམ་བསམ་བྱས། ཡང་ཧྲིབ་ཏུ་ཅི་ལ་ལམ་སང་བས་འགྱུར་འགྲོ་ཡ་དེ་རྩ་ནས་ཅི་བྱེད་ཨང་བརྟན་པོ་བྱེད་དགོས་མི་སྲིད་ངེས། ཆོས་བྱེད་ནས་བརྟན་པོ་བྱེད་དགོས་སྲིད་བྱེད་ནས་བརྟན་པོ་བྱེད་དགོས་རེད། གལ་བ་སྲས་ཀྱི་བརྟན་པོ་མ་བྱུང་ན། ཆོས་དེ་ལ་བརྟན་པོ་ཅི་སྲིད་དེ་ལ་ད་གང་ཡིན་པ་ཅི་ཟེར་དེ་རེད་ད། ཆོས་ལ་རེ་མོ་དྲིས་པ་རྡོ་ལ་རེ་མོ་དྲིས་པ་ས་ལ་རེ་མོ་དྲིས་པ་གསུངས་གསུངས་འདུག་བ་འགོ་བོ་ཀླུ་སྒྲུབ་ཀྱིས། ད་དེ་བཤད་རྒྱུ་མི་འདུག་གཡུགས་བྱུང་ད་ཡང་དུས་ཚོད་འཁོར་འགྲོ་དོན་དག་མེད་ད་དེ་ག་ཚིག་འབྲི་ག་སང་ཉིན་ཚོགས་དྲུད་ཡ་དེ་ལ་པི་ཆ་པ་ས་རྒྱག་དེ་རིང་འདེམས་འཇོག་གི་ཚོགས་དང་པོ་རེད་སང་ཉིན་རེད་གཞན་དོན་དུ་ཡག་པོ་བྱེད་གསུང། རྒྱུ་མ་དཔའ་བའི་ཚོགས་ཚིག་གཅིག་ཚོགས་འདི་ཕུལ་ཐུག་ནས་ཡག་པོ་ཡོད། ཚོགས་རྒྱ་ཆེན་པོ་དང་མང་པོ་དགོས་པ་མ་རེད་ཤ་དང་ཆང་གཉིས་འཛོང་ན་ནི་དང་འཇོན་ཚོད་དཔག་ཚོད་སྲིད་ན་མེད་པ་གཙོ་ཆེ་གི་རེད་དེ་འདྲ་གྱི་ཕུལ། སང་ཉིན། སྟོད་མ་གྱི་ཕུལ་གོ་མེད་འགྲོ་སང་ཉིན། ཚོགས་ཀྱི་སྤྱི་ལ། སྟོད་འབུལ་གི་དཔེ་ཆ་སི་ཁའི་ད་ནི་མ་བཅུག་བདག་བཅས་ནང་ལ་ཡོད་རེད་ཏོག་ཙིས་དུས་ཆེན་ཁོ་ཚོ་འདུན་ཡག་ཡོད་རེད། དེ་སང་ཉིན་ཁ་ཐུག་དེ་ལྟར་བྱུང་བ་རེད་དེ་ཡོད་རེད། མ་གཏོགས་གཞན་དེང་སང་འབྲེལ་གཏུག་ཙམ་བྱུང་ཡོད་མ་གཏོགས་འཕུད་རྒྱུ་མ་བྱུང་བ་ཞོར་ལས་དོ་མ་དར་བཟོ་རྒྱུ་ཡང་མ་བྱུང་བ་རེད། སང་ཉིན་ཚོགས་ཕུད་ཚོགས་ཀྱི་ཚོགས་ལ་མ་གཏོང་འོང་ལ། འཁོར་ལོ་དུ་མ་འདས་མ་འདས་ཀྱི་གཏོར་མ་གཉིས་པོ་དེ་ཕུལ་གྱི་ཡིན་གཏོར་མ་འབུལ་ཡ་དེ་བདག་ཅག་མགུ་དེ་ཡོད་བདག་ཅག་སྤྱིའི་མི་ག་ཡོད་རེད་བདག་ཅག་སྔ་དྲོང་ཚ་ཡག་དེ་ཡོད་རེད་འོ་དེ་སང་ཉིན་ཆ་ཕི་བདག་ཅག་ཆ་ཕི་གནང་ཞོག་ད་ངས་དེ། རྫོགས་རིམ་དེ་དམུས་ལོང་གང་ལ་ར་སྤྲོད་གཏོང་དགོས་རེད་དེ་དམུས་ལོང་ཆུ་མཛོད་མ་འདོན་ན་ར་སྤྲོད་དང་མ་སྤྲོད་རེད། ཁ་སེང་དམུས་ལོང་ཆ་ག་ཚོད་ཅིག་སྟོན་ཤག་རེད་དེ་མ་ར་སྤྲོད་བྱེད་ཀྱིན་དེ། སྤྱི་འགོག་གི་རྟ་བབས་དེ་ལམ་འཛེག་ཅིག་ཤ།